བཟང་མོ་ལོ་གུ་ཁམས་བཟང། དེ་རིང་རྒན་ལགས་ཀྱིས་རྒྱུན་སྤྱོད་ཡི་གེ་སྐོར་ལ་སློབ་ཁྲིད་བྱེད་ཀྱི་ཡིན་ཚང་མས་ཡག་པོ་བྱས་ཟེར་རོགས་གནང། རྒྱུན་སྤྱོད་ཡི་གེ་ཟེར་ན། ང་རང་ཚོའི་རྒྱུན་ལྡན་གྱི་འཚོ་བའི་ནང་མི་ཕན་ཚུན་འབྲེལ་བ་ཡོང་བ་ལ། ཡི་གེས་བེད་སྤྱོད་གནང་སྟེ་གཏོང་སྲོལ་ཡོད་པ་དེ་ལ་རྒྱུན་སྤྱོད་ཡི་གེ་ཟེར། དེ་ལ་དབྱེ་བ་མང་པོ་ཡོད་དེ་དག་ནི་འཕྲིན་ཡིག་དགོངས་ཞུའི་ཡི་གེ། སྙན་ཞུ། དབྱར་འཛིན་དང་བྱུང་འཛིན། མགྲོན་ཤོག། གསལ་བསྒྲགས་སྤེལ་བའི་ཡི་གེ་ལ་སོགས་པ། ད་རྒྱུན་སྤྱོད་ཡི་གེ་ཟེར་ན་ག་འདྲའི་ཆེད་ལ་ཞུ་གི་ཡོད་རེད་ཞུས་པ་ཡིན་ན་ང་རང་ཚོའི་རྒྱུན་ལྡན་འཚོ་བའི་ནང་ལ་མི་ཕན་ཚུན་འབྲེལ་བ་བཟང་པོ་ཡོང་ཡས་ཀྱི་ཆེད་དུ་ཡི་གེ་བཏང་ཡས་ཀྱི་གོམས་གཤིས་ཅིག་ཡོད་རེད་ལུགས་སྲོལ་ཅིག་ཡོད་རེད་དེ་ལ་རྒྱུན་སྤྱོད་ཡི་གེ་ཞེས་ཞུ་གི་ཡོད་རེད། ད་རྒྱུན་སྤྱོད་ཡི་གེ་ལ་དབྱེ་བ་མང་པོ་ཡོད་རེད་འཕྲིན་ཡིག། དུ་བ། འཕྲིན་ཡིག་ཅིག་ཞུས་པ་ཡིན་ན། ཕ་མ་སྤུན་མཆེད་ཕ་མ་བུ་ཕྲུག་དཔེ་མཚོན་བར་ལ། གཟུགས་གཞི་འཕྲོད་བསྟེན་དང་དེ་ཚོའི་སྐད་ཆ་དྲི་ཡལ་གྱི་ཆེད་དུ་ཕར་ཚུར་ཡི་གེ་བཏང་བ་བྱེད་རོགས་འདི་འཕྲིན་ཡིག་རེད། དེ་ནས་དགོངས་ཞུའི་ཡི་གེ་ཞིག་ཞུས་པ་ཡིན་ན། སོ་སོ་སློབ་གྲྭ་དང་སོ་སོ་ལས་ཁུངས་དང་དེ་ཚོ་ལ་བཅར་མ་ཐུབ་བའི་གནས་སྟངས་དེ་འདྲ་བྱུང་བའི་སྐབས་ལ། སོ་སོའི་གི་སློབ་གྲྭའི་འཛིན་སྐྱོང། ལས་ཁུངས་ཀྱི་འཛིན་སྐྱོང་ཚོ་ལ་ང་སློབ་གྲྭ་དང་ཡིག་ཚང་ལ་བཅར་ཐུབ་ས་མ་རེད་ཅེས་ཡང་ཡི་གེ་ཕུལ་བ་ཅིག་ཡོད་རེད། འདི་ལ་དགོངས་ཞུའི་ཡི་གེ་ཞེས་ཞུ་གི་ཡོད་རེད་དེ་ནས་སྙན་ཞུ་ཡིན་པ་ཡིན་ན་སོ་སོའི་གི་འཛིན་སྐྱོང་དང་འགོ་འཛིན་དང་དཔོན་པོ་དང་ཚོ་ལ་ང་ལ་དཀའ་ཉེ་དེ་འདྲས་ཅིག་འཁྲིས་ཀྱི་འདུག་ཨ་ནི་ཁྱེད་རང་ང་ལ་ཕྱག་རོགས་ཅིག་གནང་རོགས་གནང་དང་ཞེས་སྙན་ཞུ་ཡག་ཕུལ་བ། འདི་ལ་ཨ་ནི་སྙན་ཞུ་རེད་དེ་ནས་སྔ་ཞི་བ་དེ་དབྱར་འཛིན་དང་བྱུང་འཛིན་ཞེས་ཞུ་བ་ཡིན་ན་ཚོགས་པ་གཅིག་ནས་གཅིག་ལ་བཅའ་ལག་གཡག་པ་དང་ཚོགས་པ་གཞན་པ་དེ་ནས་བཅའ་ལག་བྱུང་བ

ཆང་ས་དང་སྐྱེས་སྐར་དང་དེ་ཚོ་ལ་མི་དེ་ཚོའི་གི་མགྲོན་ཤོག་བཏང་གི་རོགས། ངའི་སྐྱེས་སྐར་ཡིན་ཨན་ཕེ་རོ་ནལ་ཨན་ང་ཚོ་ཆང་ས་ཡིན་ཨན་ཕེ་རོ་ནལ་ཞེས་ཡི་གེ་གཅིག་བྲིས་རོགས་འདི་ལ་མགྲོན་ཤོག་རེད། ད་གསལ་བསྒྲགས་སྤེལ་བ་ལབ་ཡིན་ན་ཨ་ནི་ང་ཚོ་ལས་ཁུངས་ཁག་ལ་ཨ་ནི་ས་མིག་སྟོང་པ་འདུག་ཨ་ནི་ལས་ཁག་ལ་ཕེབས་ངེས་ཡོད་ན་ཨ་ནི། དེ་གར་ས་སྙན་ཞུ་བཏང་བ་རེད་ཅེས་གསལ་བསྒྲགས་སྤེལ་བ་དེ་ནས་ཡང་བཅའ་ལག་བོར་ལག་ཏུ་སོང་བཞག་ཅེས་གསལ་བསྒྲགས་སྤེལ་བ་རེད། དེ་ནས་ཡང་རྟ་དོའི་དཔོན་རུ་ལ་ང་ཚོས་ཁྱབ་བསྒྲགས་དང་དེ་འབྲེལ་བཏང་གི་འདུག་འདི་ཚོ་ཆ་ཚང་གསལ་བསྒྲགས་རེད་རྟ་འདི་ཚོ་ཚང་མ་ག་རེ་དགུན་ཆོས་ཡི་གེ་གི་དབྱེ་བ་ཞིག་རེད་རྟ་ད་ལན་ང་ཚོའི་སློབ་ཚན་འདི་དགུན་ཆོས་ཡི་གེ་གི་ནང་ནས་ཨ་ནུ་ཀོང་ཞུའི་ཡི་གེ་སྐོར་ལ་གྲུབ་ཡིན། དགོངས་ཞུའི་ཡི་གེ། ང་ཚོ་ནམ་རྒྱུན་སློབ་གྲྭ་དང་ལས་ཁུངས་སོགས་ལ་བཅར་མི་ཐུབ་པའི་སྐབས་སུ་རང་གི་འཛིན་གྲྭའི་དགེ་རྒན་དང། སྒྲིག་འཛུགས་ཀྱི་འབྲེལ་ཡོད་འགན་འཛིན་རྣམས་ལ་དགོངས་པ་ཞུ་བའི་ཡི་གེ་ཞིག་ཡིན། ད་ང་རང་ཚོ་སློབ་གྲྭ་དང་སློབ་ཕྲུག་ཅིག་ཡིན་པའི་ཆ་ནས་སློབ་གྲྭ་ལ་ཕེབས་མ་ཐུབ་པའི་གནས་སྟངས་ག་འདྲའི་ཞིག་ནས་ཡོང་སྲིད་ཀྱི་རེད། སྐབས་དེ་དུས་ང་སློབ་གྲྭ་ལ་ཡོང་ཐུབ་ས་མ་རེད་ཞེས་སོ་སོའི་འཛིན་གྲྭའི་རྒན་ལགས་ལ། སོ་སོའི་སློབ་གྲྭའི་སློབ་སྤྱི་ལ་ཡང་ཡི་གེ་ཅི་ཡང་ཕུལ་གི་རུང་དགོངས་པ་གནང་དང་ཞེས་ཡི་གེ་ཡག་ཕུལ་བ་དེ་ལ། དངུལ་གོང་ཞུའི་ཡི་གེར་ཅེས་ཞུ་དགོས་རེད་དེ་ནས་ཡང་ལས་ཁུངས་ལ་བཅར་ཉེས་དེ་ཚོ་ལས་ཁུངས་ལ་བཅར་མ་ཐུབ་པའི་གནས་སྟངས་བྱུང་པའི་སྐབས་ལ་སོ་སོའི་གི་འཛིན་སྐྱོང་འགན་འཛིན་ལ་ང་ལས་ཁུངས་ལ་བཅར་ཐུབ་ས་མ་རེད་ཅེས་ཡང་དགོངས་པ་ཞུ་བའི་ཡི་གེ་ཅིག་ཕུལ་གི་རོགས་དེ་ལ་གོང་ཞུའི་ཡི་གེར་ཅེས་ཞུ་དགོས་ད་བཅར་མ་ཐུབ་པ་ལ་ན་འགྲོ་མི་ཐུབ་པ་ཞེས་པའི་དོན་དག་དེ་རེད། ད་ང་ཚོ་གོང་ཞུའི་ཡི་གེ་ཞིག་བྲིས་པའི་སྐབས་ལ་ཐུགས་སྣང་བྱ་ཡུལ་གཙོ་བོ་ཐུགས་སྣང་ཞུས་པ་ཡིན་ན་དོ་སྣང་ལ་གོ་གི་ཡོད་རེད་བྱས་ཙང་ང་ཚོ་དོ་སྣང་ག་བ་ལ་བྱེད་དགོས་ཀྱི་རེད་ལབ་ན། གོང་ཞུའི་ཡི་གེ་ཞིག་བྲིས་པའི་སྐབས་ལ་འདི་ནང་ལ་ཆ་རྐྱེན་བཞི་ཅིག་ཚང་དགོས་རེད། ཆ་རྐྱེན་བཞི་དེ་དང་པོ་དེ་དགོངས་པ་ཞུ་ཡུལ་ཁ་གསལ་བྲིས་པ། གཉིས་བ་དེ་དགོངས་པ་ཞུ་དགོས་པའི་རྒྱུ་མཚན་གསུམ་པ་དེ་དགོངས་པ་ཞུ་བའི་དུས་ཡུན། བཞི་བ་དེ་དགོངས་པ་ཞུ་མཁན་གྱི་མིང་དང་ཟླ་ཚེས། འདི་བཞི་དེ་ཨན་གོང་ཞོའི་ནང་ལ་ཡིན་ཕྱིར་ཚང་དགོས་འོ་རེད། ད་དགོངས་པ་ཞུ་ཡུལ་ཁ་གསལ་བྲི་བ་ལས་ན། ཁྱེད་རང་དགོངས་པ་ཅིག་ཞུ་གི་ཡོད་ན་ཨན་ཁྱེད་རང་དགོངས་པ་སུ་ལ་ཞུ་གི་ཡོད་པ་ཞུ་སའི་ཡུལ་བརྗོད་རོགས། འདི་དགོངས་པ་ཞུ་ཡུལ་རེད་ད་དཔེར་ན་ཆ་བཤད་ན་ཁྱེད་རང་ཚོ་སློབ་མ་ཅན་པའི་ཆ་ནས། འཛིན་གྲྭ་བཞི་བའི་སློབ་མ་ཆེན་པོ་ཆགས་ནས་ཁྱེད་རང་ཚོ་སློབ་ཁྲིད་ལ་ཕེབས་མ་ཐུབ་པའི་གནས་སྟངས་རིགས་བྱུང་བའི་སྐབས་ལ། ཨ་སོ་སོའི་འཛིན་གྲྭའི་རྒན་ལགས་ལ་ནི་ང་དགོངས་པ་གནང་དང་ཞེས་ཡི་གེ་ཕུལ་རོགས་བྱས་ཙང་དགོངས་པ་ཞུ་ཡུལ་དེ་ཨ་འཛིན་གྲྭའི་རྒན་ལགས་ཆགས་རེད་བྱས་ཙང་ད་དཔེར་ན་ཆ་ཤར་ད་འཛིན་གྲྭའི་རྒན་ལགས་ལ་དགོངས་ཞུ་ཕུལ་བའི་སྐབས་ལ་ཨ་ནི་ཡི་གེ་གི་ད་དགོངས་ཞུ་གི་ད་གོ་ཆོད་འབྱོར་བ་དེ་བྲིས་ཏང་མི་འདྲ་མང་པོ་ཡོད་རེད་ཁྱེད་རང་ཚོ་ག་རེ་བེད་སྤྱོད་གནང་ནས་བྲིས་ཀྱི་རེད་རྒན་ལགས་ཀྱི་གཤམ་ལ་དཔེ་ཞེ་གཅིག་བཀོད་ཤག་དཔེར་ན་བསྐུར་བར་འོས་པའི་འཛིན་གྲྭ་ཞིག་པའི་འཛིན་དགེ་མཆོག་ལ། ཤེས་བྱའི་གནས་ལ་ཕྱུག་པའི་འཛིན་དགེ་མཆོག་གི་དྲུང་དུ། བཀའ་དྲིན་ཞེ་ད་བྲལ་བའི་འཛིན་དགེ་མཆོག་གི་དྲུང་དུ། ཐུགས་རྗེ་བཀའ་དྲིན་མཚུངས་མེད་འཛིན་དགེ་མཆོག་གི་དྲུང་དུ་དེ་ཚོ་བཞི་ནི་ག་རེ་བེད་སྤྱོད་གནང་ནས་འབྲི་གི་རེད་དགོངས་ཞུ་གཅིག་གནང་ལོ་ལ་ཨ་ནི་དེ་འབྲེལ་གྱི་གང་གི་འགོ་བརྗོད་གཅིག་བེད་སྤྱོད་བྱེད་ཀྱི་རེད། ད་ཡང་སློབ་སྤྱི་ལ་དགོངས་ཞུ་ཕུལ་བ་ལྟར་ང་ཚོ་ཨེ་དེ་འདྲའི་རེད་འཛིན་གྲྭའི་ནང་ལ་འཛིན་གྲྭ་ལ་ཕེབས་མ་ཐུབ་པའི་གནས་སྟངས་དེ་འདྲ་བྱུང་བའི་སྐབས་ལ་ད་ཉི་མ་ག་ཚོད་ཕེབས་ཐུབ་ས་མ་རེད། གལ་སྲིད་ཉི་མ་གཅིག་ནས་ཉི་མ་བཞི་བར་ལ་ད་ཕེབས་མ་ཐུབ་པའི་གནས་སྟངས་བྱུང་སོང་ན་ཡང་ཁྱེད་རང་ཚོ་གིས་དགོངས་ཞུ་དེ་འཛིན་གྲྭའི་རྒན་ལགས་ལ་ཕུལ་དགོས་ཀྱི་རེད། ད་ཉི་མ་ལྔ་དང་ཉི་མ་ལྔ་ལས་མང་བ་ཡིན་པ་ཡིན་ན་དེ་ཁྱེད་རང་ཚོ་གོང་ཞུ་དེ་སློབ་སྤྱི་ལགས་ལ་ཕུལ་དགོས་སྐོར་རེད། བྱས་ཙང་སློབ་སྤྱི་ལགས་ལ་ཕུལ་བའི་སྐབས་ལ་འདི་ཡི་གོང་ཞུས་ཀྱི་གོ་བྱང་ཅི་ཡོད་རོགས་འདི་ག་འདྲའི་རེད་ལབ་རེད་ན། དཔལ་ལྡན་མེས་དབོན་གཙུག་ལག་དཔེ་སྟོན་སློབ་གྲྭའི་སློབ་སྤྱི་མཆོག་ལ་ཡང་ན་མཁན་རླབས་འགྲན་ཟླ་བྲལ་བའི་དཔེ་སྟོན་སློབ་གྲྭའི་སློབ་སྤྱི་མཆོག་གི་དྲུང་དུ་འདི་བེད་སྤྱོད་གནང་དགོས་རེད། ད་གོང་ཞུ་ཅིག་བྲིས་པའི་སྐབས་ལ་ཆ་རྐྱེན་བཞི་ནང་ནས་གཉིས་པ་དེ་ག་རེ་ཞུ་བ་ཡིན་ན་དགོངས་པ་ཞུ་དགོས་པའི་རྒྱུ་མཚན། ཁྱེད་རང་ག་རེ་ཕྱིན་ནས་དགོངས་པ་ཞུ་གི་ཡོད། ཀྱི་རྒྱུ་མཚན་དེར་ད་རྒྱུ་མཚན་མང་པོ་ཡོད་རེད་ནད་ཀྱི་མནར་བ་ལ་ན་ནད་པ་ཆགས་པ། ད་ཁྱེད་རང་ནད་པ་ཆགས་རྗེས་དགོངས་པ་ཞུ་བ་ཡོང་སྲིད་ཀྱི་རེད་ཡང་ཁྱེད་རང་ཕ་མ་སྤུན་མཆེད་ཐུག་འཕྲད་ལ་ཕེབས་པ་ཁྱེད་རང་ཐག་རིང་པོ་ནས་ཁྱེད་རང་པ་ལམ་ལ་ཐུག་འཕྲད་ལ་ཕེབས་པ་ཡང་ཟུར་མོ་དང་ཨ་ཞང་ལགས་ཐུག་འཕྲད་ལ་ཕེབས་པ་ཡིན་ན་ཨ་ནི་ཁྱེད་རང་ཁོང་ཚོ་དང་མཉམ་འབྲེལ་ཕྱི་ལོག་སློབ་གྲྭའི་ཕྱི་ལོག་ལ་བྱམས་བྱམས་དང་མཆོད་མཇལ་དང་ཨ་ནི་བཅའ་ལག་ཉོ་བཅའ་རྒྱག་ག་འགྲོ་དགོས་ཀྱི་འདུག་ན་ཨ་ནི་དེའི་སྐབས་ལ་ཡང་ཕ་མ་སྤུན་མཆེད་ཐུག་འཕྲད་ལ་ཕེབས་ཀྱི་རྒྱུ་མཚན་ཞིག་དྲིས་རོགས། དེ་ནས་ཡང་སྐབས་རེ་ཁ་བས་ཨ་ནེ་ངའི་ཨ་ཞང་ལ་དེ་སོ་མོ་ལ་ཨ་ཁུ་ལ་ཨ་ནེ་ལ་ཁོ་ཚོ་གི་ཆང་ས་རེད། ཅོ་ཅོ་དང་ཨ་ཅག་ཆང་ས་རེད་ང་ཆང་ས་ལ་འགྲོ་དགོས་ཀྱི་འདུག་བྱས་ཙང་དགོངས་པ་གནང་དག་ལབ། ཡང་རྒྱུ་མཚན་དེ་འདྲའི་ཅིག་ཡོང་སྲིད་ཀྱི་རེད་དེ་ནས་ཡང་སྤྲོ་འཆམ་ལ་བསྐྱོད་པ། ང་ཚོ་ནང་མི་ཚང་མ་ཨ་ནེ་ད་ག་རེད་མཉམ་དུ་འཛོམས་ཡོད་རེད་ད་ནས་ང་ཚོ་སྤྲོ་འཆམ་ལ་ཕེབས་ཨ་ཡིན། རོ། དེ་ནས་ང་ཚོ་ལས་ཁུངས་གཅིག་པའི་མི་ཚང་མ་ནི་སྤྲོ་འཆམ་ལ་ཕེབས་ཡོད་ལ་ཞག་ལྔ་པ་ལ་མཉམ་དུ་སྤྲོ་འཆམ་ལ་ཕེབས་ཡ་ཡིན་ཟེར་རོ། དེ་བྱས་རོ། དེ་ནས་སློབ་གྲྭ་ནས་རྩ་དགོངས་ཞུ་བའི་སྟབས་སློབ་གྲྭ་གཅིག་རྗེ་བོ་གཅིག་གྱེས་ཡོད་རུང་ང་ཚོ་སློབ་གྲྭ་གཅིག་ནས་སློབ་གྲྭ་གཞན་པ་ལ་ཕེབས་ཡ་ཡིན། ཡང་འདི་སྐབས་ལ་ཡང་དགོངས་པ་ལྟར་དེ་ཚོ་ཆ་ཚང་ག་རེ་ལ་ནང་དགོངས་པ་ཞུ་དགོས་པའི་རྒྱུ་མཚན། རྒྱུ་མཚན་དེ་ཚོའི་ནང་ནས་ག་རེ་ཡིན་ཡོང་སྲིད་ཀྱི་རེད་ཡང་འདི་མ་ཡིན་པའི་ཡང་རྒྱུ་མཚན་གཞན་པ་ཡོང་སྲིད་ཀྱི་རེད། ད་ཆ་མཁན་གསུམ་པ་དེ་དགོངས་པ་ཞུ་བའི་དུས་ཡུན། ཁྱེད་རང་དགོངས་པ་ཉི་མ་ག་ཚོད་ནས་ག་ཚོད་བར་དུ་ཞུ་གི་ཡོད་བ་རེད་བ། ཨ་ཉི་མ་གཅིག་ཡིན་ན་ཉི་མ་གཅིག་ཉི་མ་གཅིག་དེ་ཚེས་གྲངས་ག་དུས། དེ་ནས་ཉི་མ་གསུམ་ཡིན་ན་ཉི་མ་གསུམ་དེ་ཚེས་གྲངས་ག་ནས་ག་གཱས་བར་དུ་ཡིན་པ། ཉི་མ་ལྔ་ཡིན་ན་ཉི་མ་ལྔ་དེ་ཚེས་གྲངས་ག་ནས་ག་ཚོད་བར་དུ་ཡིན་པ་དེ་ནས་ཟླ་བ་གཅིག་ཡིན་ན་དེ་གཅིག་པོ་གཅིག་ཡང། ད་ཡང་དགོངས་ཞུ་ཁ་ཤས་གནང་རོགས་ལབ་མི་དོན་ཚོད་ཡོད་ཨ་ནི་ཉིན་ཤས་ལ་ནི་བྲིས་ཀྱི་རེད་ཡང་ཉིན་ཤས་ལ་ནི་མ་བྲིས་ན་ཡག་པོ་ཡོད་རེད། གལ་སྲིད་ཉིན་ཤས་ལས་དུས་སྐར་ལས་ཉི་མ་གི་ཚད་གཞི་དེ་ཏག་ཏག་ཡོད་མ་ངེས་ཅན་ཡོད་མ་རུང་བ། བྱས་ཙང་ཉིན་ཤས་ལས་དུས་སྐར་ཉི་མ་གསུམ་རེ་བས་བདུན་ཕྲག་གཅིག་རེ་བས་ཉི་མ་བཅོ་ལྔ་རེ་བས་འདི་ཤེས་ཐུབ་མ་རུང་བ། བྱས་ཙང་རང་ཚོད་ཀྱིས་ཏེ་ཉི་མ་དང་ཚེས་གྲངས་དེ་ཏག་ཏག་འཁོད་པ་བྱས་ན་ཡག་པོ་ཡོད་རེད་ད་ཡང། སྐབས་རེ་སོ་སོའི་གི་ལས་ཀ་དེ་དུས་ཚོད་ག་ཚོད་ནང་ལ་ཚགས་ཀྱི་ཡོད་དང་ཚགས་ཀྱི་མེད་ཀྱི་དེའི་གནས་སྟངས་དེ་ང་ཚོ་ཤེས་ཐུབ་ཀྱི་མེད་དུས་ཨ་ང་ཚོས་བརྙན་ནས་ཉི་མ་ཉུང་ང་ཅིག་དགོངས་པ་ཞུས་རུང་བ་ཉི་མ་ལྔ་དགོངས་པ་གནང་ད་ལབ་ཚེས་གྲངས་དེ་བྲིས་རུང་བ་ད་དེ་ག་ཚགས་མ་སོང་ན། ཨ་ནེ་འོ་ང་ལས་ཀ་དེ་གྲུབ་མ་སོང་དུས་ཚོད་དུས་ཡུན་ནང་ལ་བྱས་ཙང་ཁྱེད་ལ་ལ་ང་ཉི་མ་གཉིས་ཡང་བསྐྱར་དགོངས་པ་གནང་དང་ཞེས་དགོངས་ཞུ་ཡང་བསྐྱར་ཅིག་ཕུལ་དགོངས་རེད། དེ་ནས་བཞི་བ་འདི་ག་རེད་ཞུ་བ་ཡིན་ན་དགོངས་པ་ཞུ་མཁན་གྱི་མིང་དང་བརྡ་ཆད། ད་ཁྱེད་རང་སློབ་གྲྭ་ལ་ཕེབས་ཐུབ་ཀྱི་མི་འདུག་ཞེས་དགོངས་ཞུ་ཅིག་ཕུལ་གྱི་ཡོད་ན་ཕེབས་ཐུབ་ཀྱི་མི་འདུག་ཅེས་གསུང་མཁན་གྱི་སློབ་མ་དེ་སུ་རེད་དོ། འདི་ཡིན་གཅིག་མིན་གཅིག་གཤམ་ལ་བཀོད་དགོས་སྐོར་རེད། དཔེར་ན་ཆ་བཞག་ན་ད་ཁྱེད་རང་སྒང་གི་ད་ལྟ་དེ་དགོངས་པ་ཞུ་ཡུལ་ཁ་གསལ་བྲིས་ཚར་རོ། དེ་རྗེས་ལ་རྒྱུ་མཚན་དེ་བྲིས་རོ། དེ་རྗེས་ལ་ཁྱེད་རང་གི། དེ་རྗེས་ལ་ཉི་མ་ག་ཚོད་དགོངས་པ་ཞུ་ཡུལ་ཆ་ཚང་བཀོད་ཚར་བའི་རྗེས་ལ། མཐའ་མ་དེ་ལ་དགོངས་པ་ཞུ་ཉེས་ཀྱི་སློབ་མ་དེ་སུ་ཡིན་ལྟ་བས་ན་གུས་པ་བསྟན་འཛིན་ཕུན་ཚོགས་ཡིན། འདི་ག་དུས་ཕུལ་བ་ཡིན་ལ་ན་དགོངས་ཤོག་དེ་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ཟླ་ལྔ་བའི་ཚེས་གཅིག་ལ་ཕུལ་བ་ཡིན། ད་བུ་མོ་སྤྱན་པས་ན་ཨང་གུས་མོ་བསྟན་འཛིན་སྒྲོལ་མ་ཡིན། ཨ་ནེ་ཉིས་སྟོང་ཉིས་ས་གཅིག་གི་སྤྱི་ཟླ་ལྔ་བའི་ཚེས་གཅིག་ལ་ཕུལ་བ་ཡིན། ད་གལ་སྲིད་ཡང་དགོངས་ཞུ་བྲིས་པའི་སྐབས་ལ་སྐབས་ཤེས་སྐབས་རེ་འདི་འདྲི་ཡོད་རེད། དགོངས་ཞུ་དགོངས་པ་ཞུ་ཡུལ་གྱི་ཁ་བྱང་དེ་གསལ་བོ་བྲིས་ཚར་བའི་རྗེས་ལ། ཨ་ནེ་དང་པོ་ཁོར་སོ་སོས་ངོ་སྤྲོད་བྱས་ཕྱིར། ཨ་ནེ། ང་མེས་དབོན་གཙུག་ལག་དཔེ་སྟོན་སློབ་གྲྭའི་འཛིན་རིམ་བཞི་པའི་ནང་ལ་སློབ་བཞིན་པའི་སློབ་མ་བསྟན་འཛིན་པད་མ་ཡིན་ཞེས་སྒང་ལ་འཁོད་ཚར་ན། ཨ་ནེ་ཐ་མག་གི་གཤམ་དེ་ལ་ཨ་ནེ་ཡང་བསྐྱར་སོ་སོའི་མིང་ཡང་བསྐྱར་བྲིས་དགོས་མ་རེད། ཁུངས་དེ་ལ་གོང་མིང་པས་གོང་མིང་མས་ལན་ཁྲིད་བྱས་ན་གང་ལ་མིང་གཅིག་བཀོད་སོང་བ་དེ་ཡིན་ཞེས་ཞུས་སོང་ན་འགྲིག་གི་ཡོད་རེད། ད་ང་ཚོ་གོང་ཤོག་ཅིག་བྲིས་པའི་སྐབས་ལ་ཨ་ནི་དབྱེ་བ་གཉིས་ཡོད་རེད་ལས་ཀའི་གོང་ཤོག་དང་དོན་གོང་ཟེར་བ་ན་དོན་དག་གཅིག་པར་བྱས་ཙང་ལས་ཀའི་གོང་ཤོག་དང་ཨ་ནི་ལས་གོང་ལ་ནི་ཡོད་རེད་བྱས་ཙང་ད་ལས་ཀའི་གོང་ཤོག་དང་དོན་གོང་ལ་ན་ག་འདྲའི་ཆེ་ལ་གོ་གི་ཡོད་རེད་ལབ་ན། ང་ཚོ་སློབ་གྲྭ་ལ་ཕེབས་མ་ཐུབ་པའི་གནས་སྟངས་དེ་ནད་ཀྱི་མནར་ནས་མ་ཡིན་པ། གཟུགས་པོ་བདེ་བོ་མ་བྱུང་ཅེས་ན་ཚ་ན་ཅི་མ་ཡིན་པ། གནོད་སྐྱོན་ཞན་པ་སྤྲོ་འཆམ་ལ་ཕན་ཡ་ཡིན་པ་ཆང་སེར་ལ་སྐྱོན་ཡ་ཡིན་པ་ཡང་ན་ཕ་མ་ཐུགས་ཁྲལ་ལ་ཕན་ཡ་ཡིན་པ། འདི་འདྲའི་གི་རིགས་ཡིན་པ་ཡིན་ན། ཕྱི་ལོགས་ལ་ཡང། ལས་དོན་གཞན་པའི་གི་ཆེད་དུ་ཕན་ཡ་ཡིན་ན། དེ་ཚོ་ལ་ལས་ཀའི་དགོངས་ཤོག་ཡང་ན་དོན་དགོངས་ཞིག་ཞུ་གི་ཡོད་རེད། དཔེར་ན་ཆ་ཤ་ནས་རྒན་ལ་ཤམ་འདས་ལ་དགོངས་ཤོག་ཅིག་ཕུལ་ཡོད། སྐུ་བ་བོད་པའི་འཛིན་གྲྭ་བཞི་པའི་འཛིན་དགེ་སྒྲོལ་ལགས་ཀྱི་དྲུང་དུ་ཞུ་གསོལ། ཕྲན་འཛིན་རིམ་བཞི་པའི་སློབ་མ་བསྟན་འཛིན་ནོར་བུ་ཡི་ཞུ་དོན་སྙིང་པོར་བདག་གི་གཅེན་མོ་འདི་གར་སློབ་གྲྭ་རུ་གུས་པ་ཐུགས་ཁྲེལ་དུ་སླེབས་ཡོད་པས་དེ་རིང་ཉིན་གཅིག་རིང་གུན་ཆེ་གསར་པ་ཉོ་སླད་རྡ་ཤོད་ཁྲོམ་དུ་འགྲོ་ཕོད་ཆོག་པའི་དགོངས་འཁྲོལ་ཡོང་བ་ཞུ་གོང་མིང་དཔེ་ཐུགས་རྗེ་ཆེ་ཅེས། ཕྱི་ལོ་ཉིས་སྟོང་ཉིས་བརྒྱད་ཟླ་བ་ལྔ་པའི་ཚེས་གཅིག་བཟང་པོར་ཕུལ། ལ་ནི་ཡོད་རེད། བྱས་ཙང་ད་འདི་ག་རེ་ལས་ཀའི་འོང་ཞོར་རེད། འདི་ལས་ཀའི་འོང་ཞོར་དེ་ག་རེ་བྱེད་མིན་ལ་ན་ཁོ་རང་ན་ནི་མ་རེད་འདུག་ཁོ་རང་གཅེན་མོ་ཐུགས་རྗེ་ལ་ཕེབས་ཡོད་རེད་བྱས་ཙང་གཅེན་མོ་དེ་གཉེན་དུ་ད་ཤོད་ཁྲོམ་ལ་གོན་ཆེད་ཉོ་ཁ་ཕེབས་ཡག་རེད་བྱས་ཙང་ཉི་མ་གཅིག་དགོངས་པ་གནང་དང་ཞེས་དགོངས་ཞུ་ཡི་གེ་ཕུལ་ཡོད་རེད་བྱས་ཙང་འདི་ག་རེ་ལས་ཀའི་འོང་ཞོར་དོན་དགོངས་རེད། ད་དེ་ནས་ནད་གོང་ཞུ་བ་ཡིན་ན་འདི་ནང་གི་རྒྱུ་མཚན་བརྗོད་རག་གཟུགས་གཞི་མི་བདེ་བ་སོ་སོ་གཟུགས་པོ་འཕྲོད་བསྟེན་བདེ་བོ་མེད་པ་འདི་འདྲའི་ཆུ་སྐོར་ལ་བསྐྱོད་དགོས་ཀྱི་རེད་དཔེར་ན་ཆ་བཞག་ན་ཐུགས་རྗེ་བཀའ་དྲིན་མཚུངས་མེད་འཛིན་གྲྭ་ཞེས་པའི་འཛིན་དགེ་མཆོག་གི་དྲུང་དུ་ཆེད་ཞུ། ཁ་སང་གུས་མོས་ཟས་སྤྱོད་སྟངས་མ་འགྲིག་པའི་རྐྱེན་གྱིས་མཚན་ལ་གྲོད་ཁོག་བཤལ་བ་དང་ཚ་བ་ཡང་ཅུང་ཟད་རྒྱས་ཏེ་དེ་ལས་སྨན་ཁང་དུ་སྨན་པར་བསྟེན་དུ་འགྲོ་དགོས་བྱུང། སྨན་པས་ཉིན་གཉིས་རིང་ནང་ལ་ངལ་གསོ་རྒྱག་དགོས་པའི་ལམ་སྟོན་གནང་བྱུང་བས། རྒན་ལགས་ནས་དགོངས་པ་ཆེ་བཞེས་ཀྱིས་ཕྱི་ལོ་ཉིས་སྟོང་ཉིས་ས་གཅིག་ཟླ་བའི་ལྔ་བ་ཚེས་གཅིག་ནས་གཅིག་དང། ཟླ་བ་ལྔ་བའི་ཚེས་གཉིས་བཅས་ཉིན་གཉིས་རིང་འཛིན་གྲྭ་ནས་དགོངས་པ་གནང་སྐྱོང་ཡོང་བར་ཞུ། གུས་མོ་བསྟན་འཛིན་སྤེལ་མས་ཐུགས་རྗེ་ཆེ་བཅས་ཕྱི་ལོ་ཉིས་སྟོང་ཉིས་ས་གཅིག་ཟླ་བའི་ལྔ་བའི་ཚེས་གཅིག་ཉིན་ཕུལ། ད་འདི་ནད་དགོངས་འདི་ག་རེད་རྒྱུ་མཚན་འདི་ཨ་ནི། ཁ་ལག་ཟ་སྟངས་མ་འདྲིས་པའི་རྐྱེན་གྱིས་གྲོད་ཁོག་ཤེད་ཚ་བ་ཡང་འབར་ཨ་ནི་བདེ་ལེགས་སྨན་ཁང་བསྟེན་ཁ་ཕྱིན། དེ་ལས་སྨན་ཁང་གི་འོག་ཏུ་གཟུགས་པོ་སྐྱོ་བོ་ཆགས་བཞག་ཉི་མ་གཉིས་ནང་ལ་ཉལ་གསོ་རྒྱག་དགོས་འདུག་ཅེས་གསུངས་རོགས་ཨམ་ཅི་ལགས། བྱས་ཙང་ད་ག་རེ་ཨ་ནི་ཁོས་ཀྱི་ཉི་མ་གཉིས་ནང་ལ་ཉལ་གསོ་རྒྱག་ཆོག་ཡ་གྱི་དགོང་མ་གནང་རོགས་གྱིས། སྤྱི་ཟླ་ལྔ་བའི་ཚེས་གཅིག་དང་སྤྱི་ཟླ་ལྔ་བའི་ཚེས་གཉིས་བཅས་ཉི་མ་གཉིས་རིང་ལ་དགོང་མ་གནང་རོགས་གྱིས་ཅེས་ཨ་ནི་ཚེས་གྲངས་དང་དུས་ཡུན་དང་ཆ་ཚང་གི་ཁ་གསལ་བོ་བཀོད་ཡོད་རེད་འདི་ག་རེ་ནད་གོང་རེད་ད་ལས་ཀའི་གོང་ཤོག་དང་ནད་གོང་གཉིས་ཀྱི་ཁྱད་པར་དེ་ག་རེ་དགོངས་པ་ཞུ་ཡུལ་གཅིག་པ་རེད། དེ་ནས་ཝཱ་ནི་ཏཱ་ང་ཚོས་ཀྱི་གོང་བུ་ཞུ་མཁན་གྱི་ད་དུས་ཚེས་གྲངས་དེ་གཅིག་པ་ཁུར་གི་རེད། དེ་ནས་དུས་ཡུན་ག་ཚོད་ཡིན་པ་དེའི་འབྲི་སྟངས་ཡིན་གཅིག་པ་རེད་ད་རྒྱུ་མཚན་དེ་གཅིག་པོ་བྱེད་ལ་ཁྱད་པར་འགྲོ། ལས་ཀའི་གོང་ཤོག་དང་ནད་གོང་གཉིས་ཀྱི་རྒྱུ་མཚན་བརྗོད་ལ་འདིར་ཁྱད་པར་ལ་བརྟེན་ནས་ནི་ལས་ཀའི་གོང་ཤོག་རེད་དོ་ནད་གོང་རེད་དོ་འདི་དབྱེ་བ་བྱེད་ཐུབ་ཀྱི་རེད། ད་ང་རང་ཚོ་སློབ་སྤྱི་ལ་ལས་ཀའི་དགོངས་ཞུ་ཕུལ་གྱི་ཡོད་ན། དཔལ་ལྡན་མེས་དབོན་གཙུག་ལག་དཔེ་སྟོན་སློབ་གྲྭའི་སློབ་སྤྱི་མཆོག་གི་དྲུང་དུ་ཕུལ་ཕུལ། ཕྲན་འཛིན་རིམ་བཞི་པའི་ནང་སློབ་བཞིན་པའི་སློབ་མ་ཟླ་བ་ལྷན་འཛོམས་ཀྱི་ལག་ཟུང་ཐལ་མོ་སྦྱར་ཏེ་ཞུ་དོན་སྙིང་པོར། བདག་གི་ཨམ་ལགས་ལོ་མང་རྗེས་ཕྱི་རྒྱལ་ནས་རྒྱ་གར་ལ་ནང་མི་ཐུག་འཕྲད་དུ་ཕེབས་ཡོད་དེར་བརྟེན་གུས་མོ་ཨ་མ་ལགས་དང་སྤུན་མཆེད་ལྷན་དུ་རྒྱ་གར་ལྷོ་ཕྱོགས་ལས་གནས་ཅན་དུ་འགྲོ་འཆར་ཡོད་པའི་སློབ་ཕྲུག་མཆོག་ནས་གུས་མོ་ལ་ཟླ་བ་གཅིག་ཉིས་སྟོང་ཉིས་ས་གཅིག་ཟླ་བ་ལྔ་བའི་ཚེས་གཅིག་ནས་ཉིས་སྟོང་ཉིས་ས་གཅིག་ཟླ་བ་ལྔ་བའི་ཚེས་སུམ་ཅུ་བར་སློབ་གྲྭ་ནས་དགོངས་པ་གནང་སྐྱོང་ཡོང་བ་མཁྱེན་མཁྱེན་མཁྱེན། གོང་མིང་མས་ཐུགས་རྗེ་ཆེ་བཅས་ཕྱི་ལོ་ཉིས་སྟོང་ཉིས་ས་གཅིག་ཟླ་བ་བཞི་བའི་ཚེས་ཉི་ཤུ་ས་དགུ་ཉིན་ཕུལ། བྱས་ཙང་ད་སྔ། དེ་རྗེས་གོང་ལ་དགེ་ལགས་ཞུས་པ་ན་བཞི་སློབ་སྤྱི་ལ་ཕུལ་ཡ་ཡིན་པ་ཡིན་ན་ཉི་མ་ལྔ་ལས་མང་ང་གི་ཏེ་སློབ་གྲྭ་ལ་ཕེབས་མ་ཐུབ་པའི་གནས་སྟངས་བྱུང་སོང་ན་སློབ་སྤྱི་ལ་ཕུལ་དགོས་རེད་བྱས་ཙང་ད་ལྟ་འདི་ག་རེད་དོ། ཟླ་བ་གཅིག་གི་གོང་ཞུ་ཡིན་དུས་སློབ་སྤྱི་ལ་ཕུལ་རེད་ད་འདི་ཕུལ་བའི་སྐབས་ལ། ཁོ་རང་གི་དགོངས་པ་ཞུ་ཡས་དེ་སྤྱི་ཟླ་ལྔ་བའི་ཚེས་གཅིག་ནས་ཞུ་འོས་རེད་ཡིན་ན་དགོངས་ཞོར་དེ་སྤྱི་ཟླ་བཞི་བའི་ཚེས་ཉི་ཤུ་རྩ་དགུ་ལ་ཕུལ་བར་གང་ཡིན་ཟེར་ན། ཟླ་བ་གཅིག་གི་དུས་ཡུན་ཡིན་དུས། དེ་རིང་འགྲོ་ཡ་ཡིན་པ་དང་དེ་རིང་ཕུལ་སོང་ན་ར་ཨ་ནི་ག་རེ་སློབ་སྤྱི་ལ་དེ་ཇི་ཡང་དགོངས་པ་བཞེས་དགོས་ཀྱི་རེད་ག་ཡིན་ཟླ་བ་གཅིག་གི་དུས་ཡུན་དེ་རིང་པོ་ཡིན་དུས་གང་ལ་བློ་མིག་གི་སློབ་སྦྱོང་ལ་འཐུས་ཤོར་འགྲོ་དང་མ་འགྲོ་གི་དེ་འདྲའི་ཡུན་དུས་སྐབས་ལ་ཡང་ཁོ་རང་གི་སློབ་ཚན་རྒན་ལགས་དང་ཁོ་ཚོའི་གཉིས་ཏུ་གོ་བསྡུར་གནང་བྱས་ད་དེ་འདྲའི་ཕན་ཡོན་རེད་ཤག་དགོངས་པ་དེ་ག་འདྲའི་ཆགས་ཁོ་རང་ཚོ་གོ་བསྡུར་གནང་ཡས་ཀྱི་ཁྱད་པར་ཅི་ཡོད་རེད་ཅེས་སང་ཉི་མ་གཉིས་ཀྱི་གོང་ལ་ཉི་མ་གཉིས་གསུམ་གྱི་གོང་ལ་དགོངས་པ་ཞུས་པ་ཡིན་ན་ཡག་པོ་ཡོད་རེད་ད་ཡང་སྐབས་རེ་དེ་འདྲའི་ཡོད་རེད། གློ་བུར་དུ་འགྲོ་དགོས་ཡ་དེ་འདྲའི་གནས་སྟངས་འདི་ཡང་དམིགས་བསལ་གྱི་རེད། ད་ལྟ་གོང་ལ་ཞུས་པ་ན་ཞིག་ཁོ་རང་གིས་ད་ལྟ་གུས་ཕུལ་གྱི་རྗེས་ལ་ང་འཛིན་གྲྭ་བཞི་པའི་ནང་ལབ་བཞིན་པའི་ཟླ་བ་ལྷན་འཛོམས་ཡིན་ཞེས་སྒང་ལ་སོ་སོར་ངོ་སྤྲོད་བྱས་ཚར་སང་གཤམ་ལ་གོང་མིང་མེད་ཅེས་གཅིག་པོ་བྲིས་རེད་ཁ་ཆེ་ན་ཡང་བསྐྱར་མིང་ཡང་བསྐྱར་བྲིས་མི་འོང་བ་བྱས་འདུག་ཟེར། ལྟ་སློབ་ཚན་བསྡུས་དོན་ལྟ་གོང་ལ་རྒན་ལགས་ཀྱིས་དགོངས་ཞུའི་ཡི་གེ་ག་འདྲས་ཅི་ལ་གོ་གི་ཡོད་པ་ཅིག་འགྲེལ་བཤད་རྒྱག་མཚན་བྱས་ཙང་ལྟ་དགོངས་ཤོར་ལབ་པ་ཡིན་ན་ལྟ་སློབ་གྲྭ་ལ་ལྕོགས་མ་ཐུབ་པའི་སྐབས་སུ་ལྟ་ཟུར་སོགས་ཕན་མ་ཐུབ་པའི་སྐབས་སུ། ཨ་ནེ་འཛིན་རྒྱལ་ལགས་ཨ་ནེ་དགོངས་པ་གནང་དང་ཞེས་ཡི་གེ་ཕུལ་བ་བྱས་རོགས་འདི་ལ་དགོངས་ཞུ་ཡིན། གོང་ཞུ་ལ་གོ་རེ་གོང་ཞུའི་ཡི་གེ། ད་གོང་ཞུའི་ཡི་གེ་དེ་བྲིས་པའི་སྐབས་ལ་ཚང་དགོས་པའི་ཆ་རྐྱེན་གཙོ་བོ་བཞི་སྟེ། དགོངས་པ་ཞུ་ཡུལ་དེ་བྲིས་དགོས་རེ། དགོངས་པ་ཞུ་བའི་རྒྱུ་མཚན་བརྗོད་ར། དེ་ནས་དགོངས་ཞུ་གི་དུས་ཡུན། དགོངས་པ་ཞུ་མཁན་གྱི་མི། མིང་དང་ཟླ་ཚེས་བརྗོད་ར་འདི་བཞི་དེ་ཁ་གསལ་བོ་གོ་རེ། ད་འདི་དེ་རིང་སློབ། གོང་ཞུའི་ཡི་གེའི་གི་ད་གཙོ་བོ་དེ་གནད་དོན་འདི་རེད། རྩེ་རྒྱལ་ལགས་ཀྱིས་དོན་དག་གོང་ཞུའི་ཡི་གེ་དང་འབྲེལ་བའི་སྦྱོང་ཚན་ཁ་ཤས་བཀོད་ཡོད། སྦྱོང་ཚན་དང་པོ་དེ་ཀ་དེ། ནད་གོང་དང་ལས་ཀའི་གོང་ཞོར་གྱི་བར་ལ་ཁྱད་པར་ག་རེ་ཡོད་རེད། ནད་གོང་དང་ལས་ཀའི་གོང་ཞོར་ཟེར་བའི་གོང་ཞོར་ལ་དབྱེ་བ་གཉིས་ཡོད་རེད་ཇི་ཞུས་ར་བྱས་ཙང་ལས་ཀའི་གོང་ཞོར་དང་ནད་གོང་གཉིས་ཀྱི་བར་ལ་ཁྱད་པར་ག་རེ་ཡོད་རེད་འདི་རེད། སྦྱོང་ཚན་ཁག་དེ་ཁྱེད་རང་གི་མིང་ལ་བསྟན་འཛིན་པ་སངས་ཡིན་པ་དང་ཁྱེད་རང་གཟུགས་གཞི་མི་བདེ་བའི་རྐྱེན་གྱིས་སློབ་གྲྭར་ཕེབས་མི་ཐུབ་པའི་རྟེན་འཛིན་འགས་ལ་ཉིན་གསུམ་ནད་དགོངས་ཕུལ་བའི་ཡི་གེ་ཞིག་བྲིས། ད་ཁྱེད་རང་ཚོ་ཚང་མ་ལ་སོ་སོས་སོ་མཚན་ཡོད་རེད་ད་ཡིན་པ་ཡིན་ན་སྐབས་སུ་བབས་པའི་ག་རེ་ཚང་མ་བསྟན་འཛིན་པ་སངས་ཡིན་ཁུལ་བྱེད་དགོས་ཀྱི་རེད། བྱས་ཙང་ད་ཚང་མས་ཀྱིས་ང་བསྟན་འཛིན་པ་སངས་ཡིན་ཨ་ནི་ང་གཟུགས་པོ་བདེ་བོ་མི་འདུག་ལབ་བས་ཀྱིས་ཉིན་མ་གསུམ་གྱི་ནད་དགོངས་ཅིག་ཁྱེད་རང་སོ་སོའི་འཛིན་གྲྭའི་དགེ་ལ་ལ་ཕུལ་དགོས་ཀྱི་རེད་འདི་འདྲས་ཀྱིས་དགོངས་ཤོག་ཅིག་བྲིས་དགོས་ཀྱི་རེད། དེ་ནས་སྦྱོང་ཚན་ག་པ་དེ་དགོངས་ཤོག་ཅེས་བྲིས་བ་ལ་དགོངས་པ་ཞུ་ཡུལ་ཁ་གསལ་བྲིས་དགོས་པའི་རྒྱུ་མཚན་ག་རེད་སྟབས། དགོངས་པ་ཞུ་བའི་སྐབས་ལ་ཐུགས་སྣང་བྱ་ཡུལ་གཙོ་བོ་ཞེས་རོགས་ཆ་རྐྱེན་བཞི་ལ་དོ་སྣང་ཡིན་གཅིག་མིན་གཅིག་བྱེད་དགོས་རེད་ལབ་པ་དེ་ན་དང་པོ་དེ་ལ་དགོངས་པ་ཞུ་སའི་ཡུལ་དེ་ཁ་གསལ་བོ་བྲིས་དགོས་རེད་ཞེས་ཞུས་ཡོད་རོགས་དེ་ནང་ལོགས་ལ་ག་རེ་ཕྱིན་ནས་དགོངས་པ་ཞུ་ཡུལ་དེ་ཁ་གསལ་བོ་དགོས་ཀྱི་རེད་ལབ་རྒྱུ་མཚན་འདིས་སྐད་ཆ་བྲིས་ཡོད་རེད། སྦྱོང་ཚན་ང་དེ། ཁྱེད་ཀྱིས་སློབ་སྤྱི་མཆོག་ལ་ལས་ཀའི་དགོངས་ཤོག་ཅེས་བྲིས་གནང་དག་སེམས་ཁྱེད་རང་གི་སློབ་སྤྱི་ལ་ལས་ཀའི་དགོངས་ཤོག། ལས་ཀའི་གོང་ཤོག་དང་དོན་དགོང་གཉིས་དོན་དག་གཅིག་པ་རེད་བྱས་ཙང་སློབ་སྤྱི་མཆོག་ལ་ལས་ཀའི་གོང་ཤོག་ཅིག་བྲིས་དགོས་ཀྱི་རེད། དེ་ནས་སྦྱོང་ཚན་བཅའ་སྟེ། དེ་སྔོན་ཁྱེད་རང་སློབ་གྲྭ་ལ་ཕེབས་མི་ཐུབ་པའི་གནས་སྟངས་རེ་བྱུང་དུས་ཁྱེད་ཀྱིས་འཛིན་མཁན་ལ་དགོངས་པ་ཇི་ལྟར་ཞུ་གི་ཡོད། ད་ཁྱེད་རང་སློབ་གྲྭ་ལ་ཕེབས་མི་ཐུབ་པའི་གནས་སྟངས་ད་སྔོན་འགྲོ་གསུམ་དང་པོ་ནས་བྱེད་བྱེད་རོགས་ད་ད་འཛིན་གྲྭ་གསུམ་པ་དེ་བར་དུ་ཁྱེད་རང་ལ་སློབ་གྲྭ་ལ་ཕེབས་མི་ཐུབ་པའི་གནས་སྟངས་བྱུང་ཡོད་སྲིད་ཀྱི་རོགས། འདི་འདྲའི་སྐབས་ལ་ཁྱེད་རང་གིས་སོ་སོའི་འཛིན་གྲྭའི་སྐལ་ལག་ལ་དགོངས་པ་ག་འདྲ་ཞུ་གི་ཡོད་ཞུ་སྟངས་བརྗོད་རོགས། ད་བར་ཏང་ནས་ཞུ་གི་ཡོད་པས་ཡང་ན་ཡི་གེ་ཕུལ་གི་ཡོད་པས་གོང་ཞུ་ཕུལ་གི་ཡོད། ཡང་ན་སློབ་གྲོགས་བདུན་ལ་ལན་བསྐུར་ནས་རྒན་ལགས་ཨ་ནི་ང་ཡོང་ཐུབ་ས་མ་རེད་ཞེས་ལན་བྱེད་རོགས་བྱེད་ཨ་ཟེར་བསྐུར་གི་ཡོད་ཡང་ན་འཛིན་རྒན་ལ་ལན་མ་བྱེད་ནས་ཨ་ནི་འཇམ་ཐིང་ཐིང་ནང་ལ་ཞུ་གི་ཡོད་ག་རེ་རེད། ཨ་ནི་དེ་འདྲའི་ཐབས་ལམ་འདི་ཚོ་ཨ་ནི་ག་རེ་བྱས་ནས་བེད་སྤྱོད་གནང་རེད་རྒྱུ་མཚན་བརྗོད་རོགས། འདི་རེད་འདི་སོ་སོའི་ཕ་མ་དང་མཉམ་དུ་གོ་བསྡུར་གནང་ཡས་རེད། སྦྱོང་ཚན་ཆ་དེ། ཁྱེད་རང་སློབ་གྲྭ་ལ་ཕེབས་མི་ཐུབ་པའི་སྐབས་འཛིན་མཁན་ལ་དགོངས་ཞུ་ཕུལ་དགོས་པ་བརྗོད་རོགས། འདི་ཁྱེད་ཀྱིས་གལ་ཆེན་པོ་ཇི་ཙམ་གཟིགས་ཀྱི་འདུག་འགྲེལ་བཤད་གསལ་བོ་ཞིག་གནང་དང་ཕ་མ་དང་གོ་བསྡུར་གནང། ད་ཁྱེད་རང་སློབ་གྲྭ་ལ་ཕེབས་ད་ང་ཚོར་དགོངས་ཞུ་ཡི་གེ་བྲིས་ན་བསླབ་ཁུལ་ཡོད་རོགས། བྱས་ཙང་ད་ཁྱེད་རང་སློབ་གྲྭ་ལ་ཕེབས་མི་ཐུབ་པའི་གནས་སྟངས་དེ་འདྲ་བྱུང་བའི་སྐབས་ལ་དགེ་རྒན་ལ་དགོངས་ཞུ་ཕུལ་ཡས་བརྗོད་རོགས། འདི་གལ་ཆེན་པོ་ག་ཚོད་གཟིགས་ཀྱི་འདུག་གལ་ཆེན་པོ་རེད་བས། གལ་ཆེན་པོ་ག་ག་ཟེ་རེད། ཁྱེད་རང་གིས་འདི་མ་འགྲེལ་བཤད་གསལ་བོ་ཅིག་བསྐྱོན་ཡས་རེད། ཕ་མ་གཉིས་ཉམས་རྟོགས་གོ་བསྡུར་གནང་ཡ་རེད། ད་དེ་ནས་སྦྱོང་ཚན་ཆ་དེ་དགོངས་ཤོག་བྲི་དུས་དགོངས་པ་ཞུ་བའི་རྒྱུ་མཚན་གསལ་བོ་བྲི་དགོས་པའི་རྒྱུ་མཚན་གང་ཡིན། ཐོག་ཆ་མཁན་བཞི་ཡོད་རང་བཞི་ནང་ནས་ད་ལྟ་འདི་གཉིས་བ་བྱོས་རང་ཁྱེད་རང་དགོངས་པ་ཞུ་གི་ཡོད་ན་ཨང་དགོངས་པ་ཞུ་དགོས་པའི་རྒྱུ་མཚན་དེ་ཕ་ཁ་གསལ་བོ་གོ་གི་རེད་ཅེས་ཞུས་ཡོད་ར། ག་རེ་བྱས་ནས་རྒྱུ་མཚན་དེ་ཁ་གསལ་བོ་བཀོད་དགོས་ཀྱི་རེད་དེ་ཁྱོད་རང་གིས་རྒྱུ་མཚན་དེ་བྲིས་ཡ་རེད། དེ་ནས་སྦྱོང་ཚན་ཉ་དེ། གཤམ་གྱི་གོང་ཤོག་འདི་ནད་གོང་དང་ལས་ཀའི་གོང་ཤོག་གང་ཡིན། ཁྱེད་ཀྱིས་གོང་ཤོག་འདི་ལ་མཚང་མེད་པའི་ཆ་རྐྱེན་རྣམས་བཤད་པའི་ཐོག་གོང་ཤོག་སྤུས་དག་ཅེས་བྲིས་གནང་དང། ད་དེ་གཤམ་འདི་ལ་རྒན་ལགས་ཀྱིས་གོང་ཤོག་ཅིག་ཕུལ་འདུག་འདི་གོང་ཤོག་འདི་ལ་གཟིགས་ནས་ཨ་ནི་ཁྱེད་རང་ཚོ་གོང་ཤོག་འདི་ལས་ཀའི་གོང་ཤོག་རེད་དོ་ཡང་ན་ནད་གོང་རེད་དོ་ཁྱེད་རང་ཚོ་དབྱེ་བ་ཕྱེ་དགོས། ལས་ཀའི་གོང་ཤོག་ཡིན་ན་ཨ་འདི་གོང་ཞོ་འདི་མ་མ་བྲིས་གོང་ན་གང་དེར་ལས་ཀའི་གོང་ཞོ་ལ་ནི་གོ་ཆང་དེ་བྲིས། ཡང་ན་ནས་གོང་ཡིན་པ་ཡིན་ན་འདི་གང་དེར་ནས་གོང་ཞེས་བྲི་དགོས་ཀྱི་རེད། དེ་རྗེས་ལ། གོང་ཞོ་འདི་ནང་ལ། ཨ་ནི། ད་ལྟ་གོང་ཞོའི་ཡི་གེ་བྲིས་པའི་སྐབས་ལ་ཚང་དགོས་པའི་ཆ་རྐྱེན་བཞི་དེ་ཆ་ཚང་ཚང་འདུག་པས། ཚང་མི་འདུག་ན་ག་དུས་ཚང་མི་འདུག་ཨ་ནི་ཁྱེད་རང་གིས་གོང་ཞོ་འདི་ཆ་ཚང་ཟིག་བཟོ་བཅོས་བྱས་ནས། གོང་ཞོ་སྤུས་དག་པོ་ཅིག་བྲིས་གནང་ད་ལས་རེད་ད་འདི་ཡི་རྒྱུ་མཚན་འདི་རང་ཅག་ཤ་ཡར་ད་ལྟ་གང་གི།

ལགས་སོ། དེ་རིང་ཁྱེད་རང་ཚོས་གོང་ཞུས་ཡི་གེའི་སྐོར་ལ་ཡག་པོ་ཤེས་ཡོད་པའི་རེ་བ་ཡོད། ཐུགས་རྗེ་གནང།